གང་ཅིའི་ཞི་ཞིང་ལ་ཨ་ནི། དཔལ་མི་མོ། ཨ་ནི་ཤིང་རྟ་དྲི་ཚུགས་ཚུགས་དང་ཚུགས་བཞིན་པ་ཡི་རྩ་ཐག་དེའི་ནང་ལ། ཨ་ནི་ད་གར་ཟེར་གི་རི་སྒྲུང་གླིང། རག་ཏུ་རིམ་པ། ཧ་སང་ཡང་གི་ཨ་ནི་མང་པོ་བཤད་དུ་བཤད་བཞིན་པ་རེད་དུ་འགྲོ་སོང་རྩ། ཨ་ནི་གིས་པ་རང་ནས།

ཤི་གི་ཡ་དེ་སོགས་ཤི་བསྡད་ན་ཡག་པོ་འདུག། མི་མང་པོ་ཞིག་ལ་ཅིག་ཕན་ཐོག་ཏུ་མི་མང་པོ་ཞིག་ལ་ད་ཅིག་བདེ་བ་ལྟར་དུ་ཨ་ནི་འགྲིག་འགྲོ་གི་འདུག་དེ་ཡིན་ཙ་སོ་སི་གི་ཤེས་པ་དེར་གོ་ཆོད་པ་ཞིག་འདུག་དན་ཡས་པ་ཞིག་ཆོག་འགྲོ་གི་འདུག་དེ་འདྲོག་སོང་ཙ། ད་འདིའི་ནང་ལ་ག་རེ་བྱེད་བདེ་ཟེར་ན་ཨ་ནི་ད་གཙོ་བོ་མཐུ་རྒྱལ་ཆེ་ཞེ་ས་དེ་མི་སྣ་ཁ་ཤས་ཡོད་རེད། དེར་ག་རེ་ཟེར་ན་ད།

ཨ་ནི་ཅིག་ཐོག་མ་ནས་རག་ཏུ་བྱོན་དེ་ནས་ཨ་ནི་ཅིག་དཔལ་བསྟན་པ་དང་དཔལ་བསྟན་པ་ཆབ་སྲིད་ཀྱི་འགན་སངས་རྒྱས་ཀྱི་བསྟན་པ་གི་འགན་བཞེས་ནས་ཨ་ནི་རག་ཏུ་བྱོན་བ་ཡིན་ཙང་ད་ལྟ་ལ་དགག་རུ་འགྲོ་བཞིན་ཡོད་པ། ཨ་ནི་དཔལ་མི་རིགས་དང་དུས་སྔ་བར་གླིང་གི་ས་དེར་གླིང་བ་བཤད་གི་ས་དེར་བཤད་གི་ཡོད་པ་དུད་འགྲོ་སོང་ཙང་ཨ་ནི

ད་བ་ར་གང་དེ་གི་ད་སྡེ་བ་བདུན་ལྔ་ག་འདྲ་ཞིག་ཡེད་ན་ཡ། ཤེས་གི་ས་གི་དྲིན་ཚོགས་ར་བ་ན་ཤེས་གི་ཡེད་རེད་གཏམ་གི་ས་གི་དྲིན་ཚོགས་ར་བ་ན་གཏང་གི་ཡེད་རེད། དེ་འདྲོག་སོང་ཙ་ད་མང་དྲག་འདི་ང་ཨ་མཇུག་ཚ་གི་འདུག་མང་དྲག་གི་འདུག་ཨ་ནི་ཅི་བཞིན

ད་ཁྱོ་ག་སོ་སོ་ནས་ཁྱི་དཀར་ཟེར་བ་ཤིན་ཏུ་སྐྱ་རེ་སྡང་བའི་རེད་ད་དེའི་ནང་ལ་དྲིན་ཚོང་ནོར་གླིང་མེད་བྱེད་གི་ཡོད་རེད། བས་མི་རིགས་དང་དུས་ངན་གི་ཆེད་དུ་གི་གླིང་མེད་བྱེད་ཉེས་གི་ཁྱོ་ག་སི་གོང་རུལ་གི་མི་སྣ་ག་འདྲ་ཞིག་དེ་ནང་ལ་སྐད་ཆ་བཤད་གི་ཡོད་ན་དེ་ཚང་མ་ལ་བཀའ་དྲིན་ཆེ། གཡེལ་བ་མེད་པའི་ཐོག་ནས་ངས་དང་པོ་ནས་བཤད་ཡ་དེ་ཡིན། ད་མི་ཁ་ཤས་ཡོད་རེད།

ད་སྔ་མ་ལས་རིང་ལྷོ་ཕྱོགས་ཀྲོང་བ་བསྟན་དེ་ཉིད་དེ་སོ། ད་སོ་སི་ཀི་ཅོག་ག་ཆད་དུ་ལ་ཉིན་ན་ཀྲོང་ན་ཁ་བྱང་བུ་དང་དུ་སི་དེ་ཉིད་དུ་རང་དུ་བ། དེ་སོ་ཡག་པོ་མ་རེད་ད་ཉིན་ཧེ་ཡག་པོ་མ་རེད། དེ་སོ་ད་ཆོ་ག་སི་སི་ཁུ་ཐུ་ཡིན་ན་འདྲ། ད་ཡིན་དེ་དྲིན་ཚོང་ལུང་ལ་ཉིན་ན་ཀྲོང་ན་སི་དེ། ཉིད་དུ་ཁ་ཡའི་དེ་ཡོག་ཆ་ཁ་ཡའི་དེ་གི་ཕ་ད་དེ་མ་མཐོང་དུ་སོ་ད་དེ་ཉིད་དེ་སོ། ཆོ་ག་སི་ཁུ་ཐུ་ཡིན་ན། མ་འོང་པ་ལ་དེ་སོ་ལ་གོ་ཀ་རྩ་བ་ཉིད་ལ་སྤྲད་ཡ་ཡ་མ་རེད། མ་འོངས་པ་ལ། ད་ལྟ་ཁ་མིག་ཡར་ལྟ་ཟུར་ཟ་ཕྱི་རྒྱུ་ཕྱི་ལྟ་སྤྱི་དེ་ལ་ལྟ་རོགས་གྱིས། མ་འོངས་པ་ལ་ཕྱི་ལུས་དེད་དུ་དེད་ཁུལ་ནས་ཉིན་རེ་སྒྲོལ་མ་དེད་སོང། ཤ། ཡོང་ནས་ཡོང་དུ་དེད་སོང། ཡོ་སྐད་ཆོག་མགོ་ལོག་ལས་བརྒལ་ཡ་དེ་རྒྱུ་མཚན་ཆུང་མོ་རེད་བྱས། མ་གཏོགས། ཨ་ནེ་གཅིག་གིས་གཅིག་ལ། གར་ཟེར་བྱ་པའི་རྒྱ་ལ་ཀུ་མ་ཟེར་གི་ན་འདྲ། ཀུ་མའི་རྒྱ་ལ་བྱ་པ་ཟེར་གི་ན་འདྲ། ཤང་གི་རྒྱ་ལ་ཕ་ར་ཟེར་གི་ན་འདྲ། དུ་འགྲོ་བཟོ་དེ་གཉིས་དེ་སོགས་སྙིང་ནས་དྲོ་ནས་རྩ་བ་གཉིས་ནས་ལོང་ཡ་ཡ་མར་ཁེལ་ཡ་ཡ་མ་རེད། ད་དེ་ང་ཚོར་མི་མང་ལ་དཀའ་ངལ་འཕྲད་གི་རེད། དུ་འགྲོ་གསུང་ཙ་ད་རིང་འདས་ལ། གིས་པ་རང་ཉིད་ངེད་ནས་ཅིག་སྐྱ་ནས། ཆོས་རྒྱུད་ཤིན་ཏུ་སྤྱི་དེ་ལ་སྙིང་ཁུང་རིད་པའི་སྟེང་ནས་བཀའ་དྲིན་ཆེ་ཐུགས་རྗེ་ཆེ། ཤོ་རིགས་མེད་པའི་ཐོག་ནས། ལ་གཞན་སྒོ་ནས་དར་དཀར་དང་མི་རིགས་ཀྱི་ཆེད་དུ་བོད་མི་རིགས་ཀྱི་རྩ་དོན་ཆེད་དུ་བགྲོ་གླེང་གནང་བཞིན་འདུག་སྡུག་བསྔལ་བཤད་དགོས་ས་བཤད་བཞིན་འདུག་ཕུག་དགོས་ས་ལ་ཕུག་བཞིན་འདུག་དེ་དགོས་གི་རེད་ཁྱེད་རང་ཚོ་ལས་འགན་རེད་མུ་མཐུད་ནས་བྱེད་རོགས་གྱིས་མཐའ་གཅིག་གི་བརྒྱ་ཞོ་ཡེས་འོ་དེ་ཡིན་དེ་མ་ཡིན་མིག་གི་ད་རིང་གི་ཆོ་གའི་གོས་ཐུག་ལ་ལོང་ཉིན་ཡིན་ན་འདྲ་བྱུང་བ་ཨ་རི་ཡིན་ན་འདྲ།

ཡག་པོ་མ་རེད། རྩ་བ་ཉིད་ནས་ཡག་པོ་མ་རེད་ཤེས་པ་ཡིན་ད། དུད་འགྲོ་སོང་ཙང་ཨ་ནེ་ཀྱི་སྙིང་ནད་ཀྱི་ཁ་རྩོད་ད་སྐུའི་ཤིན་ཏུ་གཅིག་གིས་ང་ཚོ་གི་དྲིན་ཚོགས་དེ་རྒྱ་མི་དང་ཀོ་རི་ཡ་ལ་དཔེ་བཞག་ནས་ཀྱི་བཞོག་སོང་ད་དེ་སོང་ཉིད་ན་དྲུང་ནས་སྐད་ཆ་བཤད་ཆོག་གི་ཡ་མ་རེད་བཤད་ཕད་གི་ཡ་མ་རེད་ག་རེ་ཟེར་ན། དཀའ་ངལ་སྡུག་བསྔལ་ཡ་ལར་ཟེར་གི་ཡ་རེད་འོ་ཡ་དེ་དམག་དཔེ་རི་ལུ་རེད་ཟེར་ད་དེ་སུན་པ་དེ་ང་ཚོ་བཞོག་རེད་ང་ཚོ་ཉིན་ན་དྲོ་ནས་ཟེར་དེ་དམག་དཔེ་རི་ལུ་ལྟ་བ་ན་ཡི་ཕྱོགས་དེ་རེད་ཟེར་ཁོ་རང་གི་ད་ག་རུ་བསྟན་ཡ་གྱི་རེད་སོང་གི་དུས་ཡིན་ན་འདྲ་མེད་ན་འདྲ་འོ་སུན་པ་དེ་བཞོག་རེད། ཉིན་ན་རི་ཡ་པོ་དང་དཔེ་དཔེ་དཔེ་ཁ་མི་ཡ་ལྟ་བཟོ་ས་ཡ་པོ་ཡིན་ན་དམངས་གཙོ་དམངས་གཙོ་ཅན་གྱི་རྒྱ་ཁ་ཡ་པོ་དེ་ཚོ་ལ་དཔེ་ལྟ་དགོས་རོགས་ད་རྒྱ་ག་ཡ་པོ་རེད་ཟེར་གི་ཡ་རེད་ཨ་རི་ཡ་པོ་རེད་ཟེར་གི་ཡ་རེད་དེ་ཚོ་ལ་བེ་ཞོག་ན་ཡག་པོ་ཡོད་རོ་ད་རྒྱ་མི་དང་ཀོ་རི་ཡ་ལ་ཞོག་ན་ང་ཚོ་བེ་བ་དེ་ཨོ་སི་མ་ལ་མ་ཞོག་རེད་ན་དེ་ནོ་དྲིན་མཚུངས་ནོ་ཐུ་མོ་ད་ལྟ་ཕྱི་རྒྱ་ཁོག་གི་ཤིང་ཚ་ཅ་དེ་ཕར་ཕར་ནས་ཨ་ནི་དྲིན་མཚུངས་ནོ་མི་རིགས་ཀྱི་དུས་ངན་ཤེས་ཉེས་གི་ཁྱོ་ག་སི་སི་ཁུལ་དུ་ཡོད་ན་ལྷོ་ཤ་ཨེ་ཤི་ཡའི་ཡོ་རོ་སི་ཁུལ་དུ་ལས་ལས་ཤེས་གི་ཡོད་ན་བཀའ་དྲིན་ཆེ་ཐུགས་རྗེ་ཆེ། དེ་མ་ཡིན་པ་ལ། ཨ་ནི་གཉིས་ན་དྲུག་ན་སྲིད་དེ་ཤེས་བདེན་གཉིས་དེ་སོགས་ལ། གར་ས་ཁ་ཙང། མ་ཤེས་པ་བདེན་གཉིས་ངོ་རྒོལ་མཐའ་གྱིས། དེ་ཤི་འདས་པོ་ཅུང་ཟད། གཅིག་དེ་རེད། ད་གཉིས་པའི་ཆ་ནས། ཤིན་ཏུ་དྲིན་མཚུངས་ལུང་ལ། བོད་མི་རིགས་ཀྱི་རྩ་དོན་དང་བོད་མི་རིགས་སྐད་ཡིག་སྐད་དང་རིག་གཞུང་ཆེད་དུ་རིག་གཞུང་སྲུང་བཞག་བྱེད་ཀྱི་ཡིན་ཟེར་ནས་སྐད་གསུང་མཐོན་པོ་ངོས་ནས་མང་པོ་བཤད་བསྡད་འདུག་ད་ཤིན་ཏུ་དྲིན་ཚོགས་ནང་ལ་དཔའ་སྡེ་ཚོགས་གཙོ་མཆོག་དབྱིན་ཇིའི་པེ་སྐད་དབྱིན་ཇིའི་གི་ཚིག་བེད་སྤྱད་གཏོང་བསྡད་ཉིན་ཤིན་ཏུ་མང་པོ་ཡིན་འདུག། ད་རྒྱ་ཁོག་གི་སིམ་འཛུལ་དུ་རྒྱ་ཁག་གི་མི་དང། དེ་སོགས་ལ་གཉིས་ན་ཀྲུང་ནན་སི་ཏི། གཉིས་ནས་ང་ཚོ་བལ་འགོ་ལ་བལ་ཡིག་ད་མེད་པ་ཆོག་ཤོག། དེ་མ་ཡིན་པའི་གི་གཉིས་ན་ཀྲུང་ནན་སི་ཏི་རྒྱ་ཤ་ནས་བལ་ན་རྒྱ་ཤ་ཀི་ཅི་གོ་གི་དུ་ཚ་གི་དེ་སྐད་འདང་ངེས་ཤིག་པ་ཡེ་རེད་ཡི་གེ་འདང་ངེས་ཤིག་པ་ཡེ་རེད།

ལན་གྱི་དེ་དཔེ་རུ་གྱིས། མ་གཏོགས་དེ་རིང་ཞེ་དྲག་བཤད་ས་མི་འདུག། དབྱིན་ཇིའི་ཚེ་དཔའ་སྡེ་ཚོགས་གཙོ་ཚོ་ཞིག་ཆུགས་ཟེར་ནས་དབྱིན་ཇིའི་ཚིག་དེ་བེད་སྤྱད་བཏང་ནས་དེའི་རྗེས་ལ་བེད་སྐད་དེ་བེད་བེད་ག་ས་བེད་ད་བེད་སྐད་དེ་དེ་གི་ཚིག་དེ་གི་འབྲེལ་བ་དེ་བེད་བེད་སྐད་མགོ་ལ་ཡོང་གི་འདུག་བ། དེ་ཡོང་ན་དེ་བེད་སྐད་དེ་མ་རྒྱག་རྒྱུ་འགྲིག་གི་འདུག་བ་དེ་རྒྱག་གི་མི་འདུག་བ།

གཉིས་ནས་ཡག་པོ་མི་འདུག་ཨོ་དེ་འདྲ་སོང་ཙང་ནི་ཚོང་མ་ཡོང་མ་གི་ཨོ་དེ་ལུགས་ལྟ་དུས། རྒྱའི་ཁུལ་ནས་ཨ་ནི་ཨོ་ལས་དེ་ཡག་པོ་སྒྲིག་ཞོར་གྱིས། ཨ་ནི་ད་ཕྱིས། སེམས་འཕང་ཡག་ག་ཚིག་ག་ཤེད་ཡིས་བཤད་འདེབས་པ་ན་བྱོས་སོང། ག་ཡིན་ཟེར་ན་སྙིང་ནས། སྐུ་བཞི་ལོ་རྫས་སེར་སྣ་ཏོག་ཏོག་བསྡད་གི་ཡོད་ཀྱི་མ་རེད། ཡང་ཡང་སྐད་ཆ་གོ་བ་ལུག་འདྲ་བྱས་འགྲོ་གི་རེད་ད་ཡིན་ན་བྱས་ན་གལ་ཡས་མ་རེད་ད། ཡིན་ན་ཡང། ཨ་ནེ་ཀྱིས་ག་རེ་ཟེར་གི་རེད། ད་དེ་སོང་བོད་མིའི་སྒྲིག་འཛུགས་སྒོ་རྒྱག་རྒྱུ་དེ་མང་རུང་མང་རུང་བསྡུ་གསོག་རྒྱག་རྒྱུ་དེ་མང་རུང་མང་རུང་ཡོང་དོ། དེ་སོགས་གཉིས་ནས་སེམས་པ་ལ་དཀའ་ངལ་ཡིན་འདུག། ངས་ཨ་མཆིས་འདི་ལྟ་གི་ངས་ཨ་དེ་ལྟ་གི་ཟེར་ནས་དང་པོ་ཞི་བའི་བཤད་སོང། ཨ། རང་རང་སོ་སོ་གི། ངས་ཁུ་བའི་ཉིན་མོ་ནས་ད་ཉིན་ནས་དྲུག་ནས་ག་རེ་ཡིན་ན་ང་ཡིན་ཟེར་བཤད་སོང། ད་ངས་འཇལ་གི་མི་འདུག་ངས་འཐེན་གི་མི་འདུག་ཟེར་ནས་དེ་ནི་ཏོག་ཏོག་བསྡད་གི་མི་འདུག་ཞེས་པ་ཡིན། དུད་འགྲོ་སོང་ཙང་ཨ་ནི་རུ་རུ་སོ་སོའི་ངོས་ནས་ལས་དེ་དེ་འགན་ཁུར་ནས་མ་འཇལ་པོ་ཨ་འཇལ་བཏགས་ནས་ལས་དེ་སྒྲུབ་རུག་གྱིས། མ་གཏོགས་ཉིན་རེ་ཀྲོང་ནས་སྲིད་དེ་ཏོག་ཏོག་བསྡད་གི་མི་འདུག། འོ་དེ་ཤི་འདས་པ་བྱུང་སོང། ཨ་ནི།